ལོ་རྒྱུས་སུན་འབྱིན་སུ་འབྱིན་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་གཙོ་བོ་ཡེ་ཤུ་ཡིས་ཉེས་པ་མང་པོ་ལ་དྲག་བསེད་གནང་བ་དང་སོ་མའི་སྟོང་ཕྲག་བཞི་ལ་ཁ་ལག་གནང་བའི་ལོ་རྒྱུས་དེ་ལྟ་གི་ཡིན། དེ་ནས་ཡེ་ཤུ་ས་ཆ་དེ་ནས་འཐེན་ཏེ་སོ་ག་ལའི་ཡུལ་གྱི་ཚུར་འགྲམ་ལ་ཕྱིན་པ་རེད། དེ་ནས་ཁོང་རི་བོ་ལ་ཡར་འགྲོ་ནས་མར་བཞུར་བ་རེད། མི་ཚོགས་ཆེན་པོ་ཞིག་གིས་ཞའོ་ཝུ་དང་ཀོང་ཅོ་ལུང་ང་སྐུ་པ་སོགས་ཁྲིད་ཡོང་ནས་ཡེ་ཤུ་ཡི་དྲུང་དུ་བཞག་པ་རེད། ཡེ་ཤུ་ཡིས་ཉེས་པ་ཚང་མ་ལ་གྲྭ་སྲེག་གནང་བ་རེད། མི་མང་རྣམས་ཀྱིས་སྐུ་པ་རྣམས་ཀྱི་གཏམ་ཤེས་བ་དང་སོ་ཀོང་ཅོ་གྲྭ་སྲེག་ཐོག་པ། ཞའོ་ཝུ་ཀོང་པ་རྒྱུད་པ་ལུང་ང་མིག་མཐོང་བ་བཅས་མཐོང་དུས། ཡ་མཚན་ཆེན་པོ་སྐྱེས་ནས་ཨིས་ར་ལེལ་གྱི་དཀོན་མཆོག་ལ་བལྟས་པ་ཕེབས་པ་རེད། གཙོ་བོ་ཡེ་ཤུ་ཡིས་རང་གི་སློབ་མ་སྐད་བཏང་ནས་གསུངས་པ། ངས་མི་མང་རྣམས་ལ་སྙིང་རྗེ་ཆེ་གི་འདུག། གང་ཡིན་ཟེར་ན་ཁོ་ཚོ་ཉི་མ་སོ་ལྔ་ཙམ་ནམ་དུ་ཡོད་པས་ད་ལྟ་ཁོ་ཚོ་ཡི་ཁ་ལ་རྫོགས་ཚར་བ་རེད། གལ་སྲིད་ངས་ཁོ་ཚོ་གྲི་གུག་སྟོང་པ་ནང་དུ་ལོག་བཏང་པ་ཡིན་ན། ཁོ་ཚོ་གོམ་པ་རྒྱག་ཐུབ་གི་མ་རེད་ཅེས་ངས་བསམ་གི་འདུག་ཞེས་གསུངས་པ་རེད། ལྷག་མ་རྣམས་ཀྱི་ལན་དུ། མི་ཚོགས་དེ་འདྲ་མང་པོ་འདུག། ས་ཆ་སྟོང་པ་ལ། ཁོ་ཚོ་ལ་མདུན་པའི་ཁ་ལག་ག་བ་ནས་རག་གི་རེད་ཞེས་ཤོད་པ་རེད། ཡེ་ཤུ་ཡིས་སྤྲོས་པ་ཁྱོད་ཚོ་ལ་བག་ལེ་ག་ཚད་འདུག་ཁོ་ཚོ་ཡི་ལན་དུ་ང་ཚོ་ལ་བག་ལེ་ལྡུམ་དང་སྣག་ཤ་ཆུང་ཆུང་ཁ་ཤས་ཤིག་འདུག་དེ་ནས་གཙོ་བོ་ཡེ་ཤུ་ཡིས་མི་མང་རྣམས་ས་སྟེང་དུ་མ་བསྡད་དུ་བཅུག་པ་རེད། ཁོང་གིས་པ་ལས་ལྡེམ་དང་ན་བྱ་ཁ་ཤས་ཕྱག་ཏུ་བསྣམས་ནས་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་བ་དང། དེ་ནས་དུས་ཚོད་དུམ་བུ་བསྐྱལ་ནས་ལྷག་མ་རྣམས་ལ་སྤྲད་པ་རེད། ལྷག་མ་རྣམས་ཀྱིས་མི་མང་རྣམས་ལ་སྐྲངས་པ་རེད། མི་ཚང་མ་ཡི་ཟ་ནས་ཐམས་ཅད་གྲི་གུག་རྒྱག་པ་རེད། དེའི་རྗེས་སུ་ལྷག་མ་རྣམས་ཀྱིས་ག་ལ་ལྷག་མ་ལྷའི་བུ་ལྡུམ་བསྒྲུགས་པ་རེད། བུད་མེད་དང་སྤུ་གུ་མ་བརྩི་བའི་ཁ་ལག་ཟ་མཁན་ཡིན་མིན་བཞི་སྟོང་ཡོད་པ་རེད། མི་ཚོགས་དེས་ནང་དུ་བཏང་པ་དང་གཙོ་བོ་ཡེ་ཤུའི་ཁྲི་ལ་བསྡད་ནས་མཱ་ཀ་དཱ་ཡི་ལུང་པ་ལ་ཕྱིན་པ་རེད།